རྒྱ་གར་མི་ཚེ་བཀའ་སློབ་ཕེབས་ཡོད་རེད། ཁོང་དམངས་གཙོའི་འགྲོ་སྟངས་ཀྱི་ཐོག་ནས། ཕྱི་རྒྱལ་རྒྱལ་ཁབ་མང་པོ་ལ Separation of State and Church ལས་འདི་སྔོན་མ་ནི་ཁྱིམ་ཚང་བར་གཞི་རེད། ཆོས་ཆོས་ཟེར་བ་གི་གོ་བ་ངོ་མ་དེ་ཤེས་རྒྱུད་བཟང་པོ་བྱེད་པ་རེད་བ། ཤེས་རྒྱུད་བཟང་པོ་བྱེད་ཡག་གི་ཆོས་དེ་དག་ཁ་བྲལ་ནས་ཆབ་སྲིད་ཕྱིན་པ་ཡིན་ན་ཨེ་ནི་འཇིག་རྟེན་ནག་པོ་ཟེར་དེ་རེད། མི་ལ་གནོད་འཚེ་བྱས་མི་ལ་བསམ་ནག་བྱས་མི་ལ་མགོ་སྐོར་དང་སོ་སོ་རང་གི་སྒྲུབ་ཡ་རྐྱང་རྐྱང་ག་ལ་ཕྱིན་པ་ཡིན་ན་འཇིག་རྟེན་ནག་པོ་ཟེར་དེ་རེད། ཕན་སེམས་ཀྱི་ཐོག་ནས་འཇིག་རྟེན་སྐྱོང་བ་དེ་ཆབ་སྲིད་ཀྱི་ལས་ཀ་ལས་ཀའི་སྐོར་ནས་འཇིག་རྟེན་སྐྱོང་བའི་ལས་ཀ་བྱེད་པ་ཡིན་ན་དེ་ཆོས་དང་མཐུན་པའི་འཇིག་རྟེན་དཀར་པོ་བྱ་དེ་རེད་ཅེས་ན་འཇིག་རྟེན་དཀར་ནག་ཁྲ་གསུམ་བཤད་ཀྱི་འདུག་ས་དེ་འདྲ་ཡིན་དུས་ཆོས་སྲིད་ཟུང་འབྲེལ་ཟེར་ཡ་དེ་ཆོས་ཀྱི་སྒྲིག་འཛུགས་དང་ཆབ་སྲིད་ཀྱི་སྒྲིག་འཛུགས་མཉམ་དུ་འདྲེས་ཡོད་མ་རེད་དེ་ངེས་པར་དུ་ཐ་དད་དགོས་པ་རེད། ཆབ་སྲིད་ཀྱི་འགན་འཁྱེར་མཁན་གྱི་མི་དེ་ཆོས་དད་ཡོད་པ་བྱུང་ན་ཡག་གི་ཡག་རེད། སྔ་མོ་ལོ་གཅིག་ལོ་གཅིག་ཀ་མོ་པོ་ཞིང་ཤག་དེ་ཞུ་བའི་ཁ་ཐུག་ལ་རེད་ཡི་གེ་དོག་ཅིག་ནུས་ལ་ང་ཚོ་ཅིག་ཆོས་ཚོགས་ཚོགས་འདུར་ཚོགས་བྱས་དེའི་ས་ལ་ཡ West Bengal གི་དེ་དུས Chief Minister ཁོ་རང་མིང་དེ་སི་དར་དྷ་ས་སི་དར་དྷ་སད་དེ་ཁོང་གི Chief Minister རེད་ཨ་ནི་ཁོང་ཡག་རེད་ཨ་ནི་ཁོང་གི་བཀའ་མོལ་ནང་ལ་ཡ་ང་ཚོ་ཆབ་སྲིད་པ་རེད།

སྤྱི་ཚོགས་ཀྱི་ནང་ལོགས་ལ་ཡར་འགན་འཁྱེར་མཁན་གྱི་མིས་ཆོས་ཀྱི་སེམས་མེད་པ་བྱས་བྱས་བསྡད་པ་ཡིན་ན་ཨེ་ནི་མགོ་ལག་བརྩིག་གི་རེད་ཟེར་མི་མང་པོ་ལ་ཡང་གནོད་གི་རེད། སོགས་ཞུས་ཡོད་དུས་སི་ཚང་ཆོས་ཀྱི་ཡ་རབས་ཟེར་བ་དེ་ཆབ་སྲིད་པ་རུ་གོ་གིས་རི་ཁྲོད་ལྟོས་ངན་ཆོས་པ་བྱུང་ནས་ཡག་པོ་རེད་མ་བྱུང་ནས་ཁྱད་ག་ཡོད་མ་རེད་ཟེར་ནས་ངས་དེ་ལབ་མྱོང་ཨ་དེ་འདྲ་རེད་དེ་ཆོས་དང་འཇིག་རྟེན་ཟེར་ལབ་ན་ཡང Institution གང་བསམ་བཏང་པ་ཡིན་ན་ཡིན་གཅིག་མིན་གཅིག་ག་ག་ཀོ་རེད། དེ་འདྲ་ཡིན་དུས་ངས་དེ་དགའ་ལྡན་ཕོ་བྲང་གི་ལུགས་གཉིས་ཀྱི་འགན་འཁྱེར་ཡག་དེ་ཞུ་གུ་འདོགས་ཡག་དེ་རྩ་བའི་ངའི་ལྟ་གྲུབ་རེད་ཆུན་ཆུན་དགའ་ནས་དེ་ངས་བོད་ཀྱི་འགྲོ་སྟངས་འདི་ཡག་པོ་རང་མཐོང་མི་འདུག་གསུངས་ད་ལྟའི་དམངས་གཙོ་རང་གང་འགྲོ་ཐུབ་ན་རྒྱ་གར་རིན་པོ་ཆེ་ཟེར་ནས་ཆོས་སྲིད་ཀྱི་དབུ་ཁྲིད་ཀྱི་སྒྲིག་འཛུགས་ཆགས་དེ་ངས་དེ་ཡིན་གཅིག་མིན་གཅིག་ཐ་དད་གོ་ཡག་དེ་གལ་ཆེན་པོ་ཞིག་རག་འདུག།

དེ་སོང་ཙང་ད་ང་རང་ཚོ་གཅིག་གི་བཅའ་ཁྲིམས་ཁོ་རང་ནང་ལོགས་ལ་ད་འདེད་ཆགས་ལ་གཅིག་སྤྱི་ཚོགས་དུམ་བུ་མ་འགྲོ་བའི་ཆེད་དུ་ང་ཚོ་ཆོས་ཀྱི་སྒྲིག་འཛུགས་དང་ཆབ་སྲིད་ཀྱི་སྡིག་ཉེས་ཡིན་གཅིག་མིན་གཅིག་དུས་རབས་དང་མཐུན་པའི་ཐོག་ནས་དབྱེ་བ་ཕྱེ་དགོས་ཀྱི་རེད་ལད་དེ་བསམ་ཚུལ་དཔེ་ཤུགས་ཆེན་པོ་རེད་ཤག་ཨ་འདི་ངས་བསམ་བློ་ཁུར་ཡངས་པོ་ཐོག་ནས་བཏང་བ་ཡིན་པ་ན་འདི་ཏན་ཏན་གཅིག་འགྱོ་གཅིག་བཏང་དགོས་ཡ་རེད་རེད་བསམ་གྱི་འདུག་ལགས། ལ་རེད་ད་ད་ད་ལྷ་རོ་ལགས་གསུངས་ན་སོ་ཆོས་དང་ཆབ་སྲིད་ཀྱི་སྒྲིག་འཛུགས་དེ་ལོགས་སུ་དབྱེ་བ་ཡིན་ན་རྒྱལ་མཚན་ཚོ་ག་རེ་ཡོད་ར་ཚོ་དེ་གཙོ་ཆེ་ཤོས་དེ་མི་མང་ལ་ནང་ལོགས་ལ་གོ་འཚམ་འཚམ་ང་ཚོ་ད་ལྟའི་ང་ཚོའི་གནས་བབ་ལ་མཚོན་ན་འཚམ་རེ་འཚམ་རེ་ཆོས་ཀྱི་སྒྲིག་འཛུགས་གཅིག་པ་ཐོག་ནས་ཡོང་བའི་སྐབས་ལ་དཔེར་ན་དགེ་འདུན་པ་ཚོ་ནས་དཔེར་ན་བྱིས་དུས་ནང་ལ་ཕེབས་པ་ཡིན་པ་ན་ཡང་འཚམ་རེ་འཚམ་རེ་དེ་དགེ་འདུན་པ་ཡག་པོ་བས་ཡོང་གི་རེད་ཡང་བཟང་པོ་མེད་པ་དེ་འདྲས་ཡོང་སྲིད་རེད་ཨང་ཁོང་ཚོ་ལ་ལྟ་ཆེད་མི་མང་ནང་ལོགས་ལ་ཡང་ཅིག་ཆོས་ཕྱོགས་ཀྱི་ཐོག་ལ་བསམ་བློ་གི་ཐོག་ནས་དཀའ་ངལ་དེ་འདྲས་འཕྲད་ཡོང་ཡང་དེ་འདྲས་ཡོང་སྲིད་རེད་བ། ཨ་ནི་གཅིག་ནི། གལ་སྲིད། ད་ང་རང་ཚོས་སྒྲོམ་གཞིའི་ཐོག་ནས་ཞུ་བ་ཡིན་པ་ནས་ཆོས་ཕྱོགས་གི་ཐོག་ནས་ཕུལ་གྱི་ཡོད་པ་ཡིན་ན་ཡང་ཚང་མ་གཅིག་གྱུར་གྱི་ཐོག་ནས་མི་སྐྱ་ལ་ཡང་ཕུལ་དགོས་ཡ་གཅིག་རེད་བསམ་གྱི་འདུག་ཡིན་ད་ལྟ་ང་ཚོའི་གནས་སྟངས་ཀྱི་ཐོག་ནས་ན་ཡང་འདི་མི་སྐྱ་ལ་མེད་པ་ཅིག་བྱས་ཡིན་ན་མི་སྐྱ་ལ་ཆོས་ཆོས་རྒྱུད་དང་དེ་ནས་ཆོས་ལུགས་ཡོད་པ་ཡིན་པས་ན་ཡང་མེད་པ་འགྲོ་ཅིག་བྱས་ཡང་ཆོས་རྒྱུད་ཁོ་རང་ནང་ལོགས་ལ་ཡང་ཁ་ཤས་དཔེར་ན་ད་ལྟ་དེའི་ཇོ་ནང་དང་ཁོ་རང་ཚོ་ལ་ཡང་དུས་ཚོད་འཐབ་རྩོད་ཞིག་གནང་བདེ་བ་ར་ཁོང་ཚོའི་མེད་པར་འགྲོ་ཞེས་བོད་པའི་ཁ་ཆེ་དེ་འདྲས་ཡོད། ད་དེ་སྔོན་མ་དང་པོ་རྒྱ་རིན་པོ་ཆེ་གི་དགོངས་པ་ཡོད་ས་དེའི་སྐབས་ལ་ང་ཚོ་གནས་སྟངས་ཅིག་གི་ཐོག་ནས་བཟོས་གནང་རོགས་པ། ད་ད་ལྟའི་ཆ་ལ་ཉིས་སྟོང་བཅུ་གཅིག་ནས་རྗེས་དུས་ཚོད་ག་ཚོད་ཞིག་གི་འབྲེལ་བ་ཤུགས་ཆེན་པོ་ཆགས་ཀྱི་འདུག་ཐོག་མའི་དམིགས་ཡུལ་དང་མཐུན་པ་ཅིག་ཡོང་གི་འདུག་ཡོང་གི་མི་འདུག་དེ་ཟེར་དཔེ་གལ་ཆེན་པོ་རེད་བསམ་གྱི་འདུག། ལ་སེ། ད